རྒྱལ་སྤྱིའི་གསང་རྒྱུད་གསན་དབང་བོད་པའི་གྲོགས་པོ་གྲོགས་མོ་ཚོ་ཁམས་བཟང་དེ་རིང་ནི་སྤྱི་ལོ་ཉིས་སྟོང་གྱ་མི་ཉི་ཤུ་ཚན་ང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་རེས་གཟའ་ཟླ་བ་རེ་གུས་མོ་བསྟན་འཛིན་རྣམ་དཔྱོད་ཡིན་དེ་རིང་སླར་ཡང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུད་ཁ་ཤས་ཤིག་མཉམ་སྤྱོད་ཞུ་ཡོན་པས་ཐུགས་སེམས་ལྷོད་ལྷོད་བྱེད་སེམས་སེམས་ན་རོ་ན། དེ་རིང་མཉམ་སྤྱོད་ཞུ་ཡ་ཡི་གསང་རྒྱུད་དང་པོ་དེ་ཨའོ་སི་ཁྲུ་ལི་ཡ་དང་འབྲེལ་བའི་གསང་རྒྱུད་ཅི་རེད་ཤགས། ཨའོ་སི་ཁྲུ་ལི་ཡ་དེ་མཚོན་པའི་ན་ཞི་བདེའི་རྒྱལ་ཁབ་ཅིག་རེད་པ་ཡང་ཡིན་ནའི་ལས། ཁི་སིན་སྟབས་མ་ལེགས་པ་ཅིག་ལ་ཁར་ཆུང་དུ་སླེབས་ཡོད་ན། ཨའོ་སི་ཁྲུ་ལི་ཡ་གི་གྲོང་ཁྱེར་ཆེ་ཤོས་སིད་ནི་ཞེས་པ་དེའི་གི་འཁྲིས་ལ་ཡོད་པའི་རྒྱ་མཚོའི་མཐའ་སྡུར་བ Bondi Beach ཟེར་བ་འོ་འདི་ལ་དུས་རྒྱུན་ཡིན་ན་ཨ། མཚོ་དེའི་མཐའ་ལ་ནི་མི་དེ་ཚོ་ཆུ་བརྒལ་ནས་དྲ་ནང་མི་མཉམ་དུ་སླེབས་རྗེས་སྐྱིད་པོ་དང་ཡར་བ་རེ་ས་ཉི་མ་ལ་ནི་ལྷོད་ལྷོད་བྱེད་བསྡད་དེ་ཤཱ་ཨཱ་ཟེར་བ། ཡིན་ནའི་ལས། མི་འདྲ་གི་མེ་མདའ་བརྒྱབ་རྗེས་ནི་མི། བཅོ་ལྔ། རང་སྲོག་ར་བསད་བཞག་ཟེར་བ། དེ་ནས་མི་གཉིས་རྩ་བདུན་ད་ལྟའི་ཆ་ནས་སྨན་ཁང་ནང་དུ་བཞུགས་ཡིན། གཙོས་ཁྲག་སྦྱོར་བྱེད་ངེས་དེ་གཉིས་ནི། ཕ་བ་གཅིག་དང་བུ་གཅིག་རེད་ཤར་བ་ཉམས་རྟོགས་ནི་མོ་མེ་མདའ་འདྲེ་ཁྱི་བྱེད་ཞེ་ན་ཚ་བོ་ཞོག་ཨ་དེ་འདྲེ་ཁྱི་བྱེད་ཡིན་ན་མི་བཅོ་ལྔ་བསད་པ་རེད་ས་བསད་དགོས་རྒྱུ་མཚན་དེ་གར་དུ་ལབ་ཡིན་ན་ཁྱི་སེང་གི་རྒྱ་མཚོའི་མཐའ་ཞོག་ཨ་བོ་འདྲེ་བི་ཞེས་པ་འདི་ལ་ནི་ཁོ་ཚོ་རྗེའུ་ཡོད་པ་ཇིའུ་མི་རིགས་ཀྱི་དུས་ཆེན་གཅིག་སྲུང་གཙི་བྱས་ཀྱི་དགའ་རྩོམ་ཡོད་པ་དེ་འདྲ་གཅིག་རྩོམ་ཏེ་ཤཱས་འོང་དེའི་སྟབས་བསྟུན་བྱས་ན་པཱ་པཱ་དང་བྷུ་ཏི་མེ་མདའ་བརྒྱབ་པ་རེད། སེམས་མེ་མདའ་བརྒྱབ་དུས་ཙམ་པས་ཡིན་ན་པཱ་པཱ་དང་བྷུ་ཏི་མཉམ་དུ་མེ་མདའ་བརྒྱབ་ཅིང་མི་མང་པོ་ཅིག་བསད་པ་ར་དམིགས་བསལ་འདི་ལོ

ཁྱེད་སུ་ཨའོ་ཆུ་ལག་ནག་ལོ་ལ་ཨ་ནི་འཇིགས་སྐུལ་གྱི་བྱ་སྤྱོད་སྤེལ་མཁན་གྱི་མི་དེ་དཔའ་བོ་དེ་འདིར་ཤར་བ་ཨའོ་ཆུ་ལག་གི་ས་ཁང་ནང་ལ་གནས་ཚུལ་སྤེལ་བ་ལྟར་ན། ལོ་ལྔ་བཅུ་རེ་ཤར་བ་ཁོའི་མིང་ལ་ཤ་ཧེད་ཨ་ཁ་རམ་ཟིག་དེ་ནས་ཁོའི་བུ་ལོ་གཉིས་རྩ་བཞི་ཆད་སྐྱོན་ཞུ་འདུག་མེ་མདའ་རྒྱབ་ཉལ་དེ་ཁོའི་མིང་ལ་ན་བིད་ཨ་ཁ་རམ་ཟིག་རེད་བ། ཕུ་ལོ་གཉིས་རྩ་བཞི་བྱེད་རྒྱུ་དེ་ཨའོ་སི་ཁྲུ་ལི་ཡ་ནང་ལོ་ལ་སྐྱེལ་རྒྱུ་རེད། ལོ་ལྔ་བཅུ་བྱ་རྒྱུ་གི་པཱ་པཱ་དེ་སྤྱི་ལོ་གཅིག་སྟོང་དགུ་བརྒྱུ་དགུ་བཅུ་གོ་བརྒྱད་ལོ་ལ་ཨའོ་སི་ཁྲུ་ལི་ཡ་ལ་གནས་སྤོས་བྱེད་རྒྱུ་ཅི་རེད་བཞག་བ། ད་ཁེ་སིན་ཁོས་མེ་མདའ་རྒྱབ་བྱེད་དུས་ཙམ་པ་ཡིན་ན་འོ་ཁོ་རང་ས་ལ་བསད་བཞག་པཱ་པཱ་དེ་ནི་སྤུ་གུ་དུ་འཇུས་པའི་གནས་ཚུལ་བྱུང་བཞག་ལོ་གཉིས་རྩ་བཞི་བྱེད་རྒྱུ་དེ། ཨའོ་སི་ཁྲུ་ལི་ཡ་ནང་ལོ་ལ་ད་བྱིའུ་མི་རིགས་དེ་ཚོ་དུས་ཆེན་བཏང་རྗེས་རྒྱ་མཚོའི་མཐའ་ལ་སྐྱིད་པོ་བྱེད་བསྡད་དེ་རེད་བ། འོང་དེ་ལ་ཧོབ་ཏི་ཀ་མིས་འབྲེལ་ལས་བྱས་འཇིགས་སྐུལ་གྱི་བྱ་སྤྱོད་བྱས་དེ་ལ། ཨོ་སི་ཀྲ་ལི་ཡ་ཡི་སྲིད་བློན་ཨན་ཐོ་ནི་ཨེལ་པི་སི་སི་ཁོང་གིས་གར་སོང་ཚུལ་ལབ་ཡིན་ན་ང་ཚོ་ཚང་མ་ལོ་མཉམ་རྒྱལ་བྱས་རྗེས་རྡོག་རྩ་གཅིག་སྒྲིལ་བྱས་རྗེས་རེད་པ་དམིགས་བསལ་གྱི་ཇིའུ་ཞིག་གི Community ཟེར་བ་ཇིའུ་མི་རིགས་དེ་ཚོ་ལ་ཡིན་ན་སྲུང་སྐྱོབ་བྱས་དང་ཁོང་ཚོ་རྡོག་རྩ་གཅིག་སྒྲིལ་བྱས་རྗེས་ཡིན་ན་ཨ་ནི་ད་ལྟའི་གི་དཀའ་ངལ་འདི་ལ་གདུང་སེམས་མཉམ་སྐྱེ་བྱས་དཀའ་ངལ་དེ་ནས་གདོང་ལེན་བྱས་རྗེས་རེད་པ་ཨ་ནི་ཁི་སིན། རྒྱ་མཚོའི་མཐའ་ལ་མི་དེ་ཚོ་འཛོམས་རྗེས་མི་གྲོངས་སྐྱོང་དང་གནོད་འཚེ་ཕོག་སྐྱོང་ཡོད་རེད་པ་ཁོ་ཚོ་གཅིག་པུ་མིན་པ་ཆེ་ཇིའུ་མི་རིགས་ཚང་མ་ལ་མཐུན་སྒྲིལ་རྡོག་རྩ་གཅིག་བྱེད་ཆེ་བ་རེད་ཟེར་བ་ཨའོ་སི་ཁྲུ་ལི་ཡ་གཞུང་གིས་ཡིན་པ་ལས་ཇིའུ་མི་རིགས་ལ་དམིགས་བསལ་གྱི་རྒྱབ་སྐྱོར་དང་སྲུང་སྐྱབས་དང་རོགས་སྐྱོར་བྱེད་ཀྱི་ཡིན་ཟེར་བ་དེ་ནང་བཞིན་གྱི་ཨའོ་སི་ཁྲུ་ལི་ཡ་ནང་ལོགས་ལ་འཇིགས་སྐུལ་གྱི་བྱ་སྤྱོད་བྱེད་མཁན་དེ་ཚོ་ལ་ཐར་པ་བཏང་མེད་ཟེར་བ། ཁོང་གིས་བློ་ཕམ་ཆེན་པོ་བྱེད་རེད་ཟེར་བ། དམིགས་བསལ་གྱི་ཨའོ་སི་ཁྲུ་ལི་ཡར་ཆ་མཚོན་མེད་ན་ཞི་བདེའི་རྒྱལ་ཁབ་ཅིག་བྱེད་དྲག་སྤྱོད་དང་འཇིགས་སྐུལ་གྱི་བྱ་སྤྱོད་འདྲེ་གནས་ཚུལ་བྱུང་ཡ་ཉུང་ཉུང་ཞིག་རག་རེད་ཟིན་ཡ་རེད་ད་དེ་རིང་དེ་རིང་སུ་རེད་ཁྱད་གསད་འདྲ་བྱུང་ཁྱོད་འདི་ལ་ཁོ་རང་ཚོས་གཞུང་གས་ནི་དོ་ནན་པོ་ཅིག་བྱེད་ཀྱི་ཡིན་འདི་ཁོ་རང་གི་ལས་འགན་ཡིན་གསུངས་ཤག། སུས་ཁྱོད་སྔོན་ལ་ནི Australia གི་སྲིད་བློན Anthony Albasis ཁོ་རང་གི་ནང་ལ་ཡང་ལ་ཞིག་པ་ཞག་རེད་པ་དེ་ཁར་གསུངས་འདུག་ལ་བི་ན་གདུང་སེམས་མཉམ་སྐྱེད་མཚོན་བྱེད་ཅིག་ཆེད་དུ་ནི་སོ་སོའི་གི་ནང་གི་སྒེའུ་འང་ལ་ནི་ཡང་ལ་ཕུལ་ཡོད། Australia ནང་ལོ་ཡོད་པའི་ཇིའུ་གས་ནི་མི། དེ་ཚོ་དང་ཐག་ཉེ་རུ་འགྲོ་ཡས་དང་དེ་ན་ཞིག་གདུང་སེམས་མཉམ་སྐྱེ་བྱའི་ཆེད་དུ་ཡིན་ན་ཡང་ལ་དེ་ཕུལ་བས་ཡིན་གསུངས་ཤག། ཚོ་ཨའོ་ཆུ་ལག་གི་གྲོས་ཚོགས་ཡོད་རུ་བ་ཁོ་རང་ཚོ་དཔོན་པོ་དེ་ཚོ་ཡིན་ཚོགས་འདུ་ཚོགས་རྗེས་ཨའོ་ཆུ་ལག་ན་ལོ་ཡོད་པའི་འཇིགས་སྐུལ་རིང་ལུགས་དེ་ཚོ་ཏག་ཏག་བཟོས་ཡས་བྱས་རུ་བ་ཁོ་ཚོ་ཚང་མ་ལོ། མཐུན་སྒྲིལ་རྡོག་རྩེ་གཅིག་སྒྲིལ་བྱས་རྗེས་ཡིན་ན་འཇིགས་སྐུལ་གྱི་བྱ་སྤྱོད་སྤེལ་ཉེས་དེ་ཚོ་ནི་མེད་པ་བཟོས་ཡས་ཡིན་བྱས་རྗེས་ཁོ་ཚོ་དང་གོ་དང་མཚན་ལ་ཚོགས་འདུ་ཚོགས་བས་ཡིན་བྱས་རྗེས་ཨེག་སི་ཀ་མཉམ་སྤྱོད་གནང་ཤག།

ཁོ་ཚོ་ལ་ཁ་ཆད་ནི་མེད་འདོད་ཚོ་ཙུང་གོ་རེད་ག་ནས་ར་གོ་རེད་དེ་གཞུང་གིས་ལྟ་རྟོག་བྱེད་མི་འདུག་ཟེར་བྱས་བྱས་དགག་པ་བརྒྱ་དེ་ཤ་ཨ་ཟེར་བ། ཕྱོགས་སུ་ཆུ་ལ་ཡང་ནག་ལོ་ལ་གལ་སྲིད་མེ་མདའ་ཉག་གོ་ཡོད་ན་ད་དང་པོ་ལོ་བཅོ་བརྒྱད་ཟིང་པོ་རེད་ས། དེ་ནས་ནི་ཉེས་རྟོག་པས་ཁོ་རང་ཚོས་ཀྱི་རྒྱབ་ལྗོངས་ཤོར་བ་འོང་དེ་ལྟ་གི་རེད་ཟེར་བ། ཨ་ནི་བལྟས་བྱས་ཡིན་ན་གལ་སྲིད་ཁྱེད་རང་ཁྲིམས་འགལ་གྱི་བྱ་བ་དང་རྒྱ་ཆལ་མེད་པ་ཡིན་ན་མེ་མདའ་ཉག་ཆོག་གི་རེད་ས་དེ་ནས་གར་ཆིག་ཏུ་ལབ་ན་མེ་མདའ་ཉག་ཡ་ཡིན་ན་ཁྱེད་རང་ད་སྦྱོང་བརྡར་སྤྲད་ཡོད་ཆུས་པ Safety Training ཟེར་བ་དེ་ཅག་ག་ལ་རུ་བ་སྦྱོང་བརྡར་སྤྲད་ཡོད་ཆེ། དེ་ནས་ཨ་ནི་གལ་སྲིད་ཁྱེད་རང་མེ་མདའ་ཉག་ཡ་ཡིན་ལ་དེ་ལ་རྒྱུ་མཚན་གོ་རེ་ས་རྒྱུ་མཚན་གཡང་གཞི་དག་པ་ཟེར་བ་རྒྱུ་མཚན་དེ་དང་པོ་དེ་ག་ཏོ་ལབ་ཡིན་གལ་སྲིད་ཁྱེད་རང་ཞིང་པ་ཡིན་ནར་དང་ད་ང་ཞིང་པ་ལྟ་བུ་བོའི་ཞིང་ཁའི་ནང་ལ་ལ་འཕགས་པ་དག་ཨིན་ཅེ་སེམས་ཅན་གནོད་འཚེ་སྐལ་ངན་གྱི་མང་པོ་ཞིབ་ཅེ་ལས་ཡོད་དོ་སོ་སོ་སྲུང་སྐྱབས་བྱས་ཆེད་དུ་རུ་བ་ཞིང་ཁ་དེ་བོང་དེ་ཨ་ནི་རྒྱུ་མཚན་གཅིག་བྱས་དེ་ནས་ཨ་ནི

ཨེ་མེ་མདའ་གོ་ལ་ཉལ་གྱི་སྙན་ཞུ་རྒྱབ་ཉལ་གྱི་མི་དེ་ཚོ་ལ་ནི་དུས་ཚོད་རྒྱུས་ལོན་པོ་ཅིག་དགོས་བཅུག་གི་རེད་ལ་ཟེར་བ་ཨའོ་སི་ཏྲུ་ལི་ཡ་གཞུང་གི་གོང་དུ་ཆད་ནི་ཨའོ་སི་ཏྲུ་ལི་ཡ་ནང་ལོག་ལ་མི་སྒེར་པ་དེ་ཚོ་ཡིན་ན་མེ་མདའ་ཉལ་ཆོག་གོ་མ་རེད་ལ་ཟེར་བ་གོ་མཚོན་འདྲ་ཞེ་སྣང་ཚ་བོ་འདྲ་ཡོད་པ་མི་གསོད་ཁྲག་སྦྱོར་བྱེད་དེ་ཚོ་ཉལ་ཆོག་གོ་མ་རེད་ལ་མེ་མདའ་ཆད་མེ་མདའ་ཆུན་ཆུན་མེ་མདའ་ཆེན་པོ་འདྲ་འདྲ་མ་འདྲ་འདུག་ག་མེ་མདའ་ལས་དབྱེ་བ་མང་པོ་ཞིག་འདུག་ག་གོང་དུ་ཆད། མེ་མདའ་ཉལ་བ་ཡིན་ན་བདེ་ལྕག་གི

ཨུ་ཆུ་ལགས་གཞུང་གི་མེ་མདའ་དེ་ཚོ་ཕག་ཉོ་ཡས་ཀྱི་ཐོབ་ཐང་ཡོད་རེད་ཟེར་ནས་ཁྲིམས་དེ་སྤྱིར་གཅིག་སྟོང་དགུ་བཅུ་དགུ་བཅུ་གོ་དྲུག་ནས་བཟོས་རྒྱུ་རེད་ཤག་བ་བཟོས་བྱས་ཡིན་ན་ད་གལ་སྲིད་མེ་མདའ་ཉག་ཅེས་བེད་སྤྱོད་ལོག་པ་བཏང་པ་ཡིན་ན་གཞུང་གི་ཕག་ཁྱི་དྲུག་རེད་ཟེར་ཁྱི་ལ་ནི་བའི་བེག་ཟིག་དུ་ཨ་ཕག་ཉོས་དྲུག་རེད་ངོས་རང་དངུལ་སྤྲད་རེད་ཟེར་དེ་འདྲའི་འཕྲོག་བཅོམ་དེ་འདྲ་བྱས་མ་ཤེས་ལུང་པ་ཡ་བོར་བ་འོ་ནི་ཨུ་ཆུ་ལགས་གཞུང་གི་འདས་པའི་ལོ་དེ་ནང་ལ་འབུམ་དྲུག་དང་ཁྲི་ལྔ་ཞིག་གི་མེ་མདའ་འདྲེ

ཨོ་ཨོ་འདི་ལ་མི་སུམ་ཅུ་སོ་ལྔ་ཨ་ནི་སེབ་རེད་བསམ་མེད་འདི་ཁྱི་ངན་མི་འགྱོ་སྨྱོ་ཚུབ་ཚུབ་འདྲེ་ཅིག་གི་ལས་བྱེད་རེད་པ་འོང་འདི་རྐྱེན་བྱས་ཡིན་ན་ཨོ་སྤྱི་ལ་གཞུང་གི་སྤྱི་ལོ་ཆིག་སྟོང་དགུ་བརྒྱུ་དགུ་བཅུ་གོ་དྲུག་ལ་མི་སྒེར་པ་འདྲེ་གི་རྒྱལ་ཁབ་ཡོངས་ལ་ཨ་ནི་མེ་མདའ་ཉག་མ་ཆོད་ཡ་ཆུད་པ་འོང་འདི་ཁྲིམས་གསར་པ་ཅིག་བཟོས་པ་རེད་བྱས་ཙང་ད་ད་ལྟའི་ཆ་ནས་ཡིན་ན་འདས་པའི་ལོ་སུམ་ཅུ་ཞིག་ནང་བློ་ལ་ཨ་ནི་འདི་འདྲས་ཀྱི། དེ་རིང་བྱུང་ཁྱད་བསད་བྱུང་མགྱོགས་ཀྱི་གནས་ཚུལ་ཞིག་ན་ཚ་བོ་འདྲས་ཁྱོད་ནི་རང་བྱུང་བ་མ་རེད་ཟེར་བ། བྱས་ཙང་ད་ཁྲིམས་དམ་པོ་ཅིག་ཡོད་བྱས་ད་མདོ་ལས་མི་འདྲས་སྡུག་ཅག་གི་མེ་མདའ་འཁྱིལ་བྱས་མི་མང་པོ་བསད་ཨ་ནི་རྨས་སྐྱོན་མང་པོ་ཤོར་བྱས་མགྱོགས་འདི་ལ་ཨ་ནི་མི་མང་ཨོས་ཆུ་ལ་ན་ལོ་ཡོད་པའི་མི་མང་མང་པོ་ཅིག་གིས་ཁོ་རང་ཚོའི་བདེ་ཐང་ལ་རེ་བ་གནོད་འཚེ་ཡོང་གི་འདུག་སེམས་འཚབ་ཡོང་གི་འདུག་བྱས་ནས་གཞུང་ལ་དྲི་བ་བསྐུར་ཏེ་བཞག། ཨཱ་ཨཱོ་སྤྱི་ལ་རྒྱལ་ཁབ་ནག་ལོ་ལ་སྐད་གྲགས་ཆེ་བའི་མེ་མདའ་བརྒྱབ་རྗེས་མི་མང་པོ་བསད་པ་ལ་དེའི་ནག་ལོར་སྐད་གྲགས་ཆེ་ཤོས་བཅོས་མར་བའི་ཧེ་རོ་ལ་བ་ད་དཔའ་བོ་དེའི་མིང་ལ་ཨ་མེད་ཨ་ཨཱ་མེད་ནཱ་ཟེར་བ། ཁོ་རང་ད་ལོ་ལོ་བཞི་བཞི་གསུམ་རེད་ཤག་སྤུ་གུ་གཉིས་འདུག་བུ་མོ་ཆུང་ཆུང་གཉིས་བྱས་དེ་སྲིད་གཟའ་ཉི་མ་དེ་ལ་རྒྱ་མཚོའི་མཐའ Bondi Beach ལས་ཞུ་དོག་འོང་དེ་ལ་གླས་ཡོད་རེད་ཟེར་བ། གླས་བྱས་དེ་དུས་ཙམ་པའི་ཁར་ཕྱིར་དོར་ལབ་ནས་ཁོ་རང་གླས་དེ་དུས་ཙམ་པའི་མེ་མདའ་བརྒྱབ་དེ་བ་མཐོང་དོག་མཐོང་དུས་ཙམ་པའི་ཨ་ནུ་དེ་ག་ལ་ཆོམ་བྱས་བཀའ་ཡས་བྱུས་པ་ང་ཚོ་བརྙན་ཐུང་མང་པོ་ཞིག་མཐོང་ཡོད་ཞེས་བསྡུར་བ་བཀའ་བརྒྱད་ནི། ཁོང་གིས་དཔའ་བོ་དེའི་བཀའ་བརྒྱད་ཡིན་ན་མི་མང་པོ་ཞིག་སྐྱབས་ཐུགས་བཞག་ཟེར་བ། གོང་དུ་བཤད་ཁོ་རང་གང་ཅར་དུ་ལབ་ཡིན་ན་སྐྱབས་བཅོལ་བ་རེད་བཞག་ཕ་སི་རི་ཡ་ནས་ལས་སྐྱོར་རེད་བཞག་ཁོང་གི་པ་ལགས་འམ་ལགས་དེ་ཉེ་ཆར་ར་སི་རི་ཡ་ནས་ལས་སྐྱོར་རེད་བསགས་སྐྱབས་བཅོལ་བྱས་བྱས་རེད་བ་ཡང་ཨའོ་སི་ཆུ་ལ་གི་གཞུང་སྐད་མཉམ་བཅོས་བྱས་བཞག་དེ་ཚེ་མི་དེ་ནི་མེ་མདའ་རྒྱབ་ཉལ་དེ་ཀ་ཡའི་བཅོས་མར་བས་འོང་སྟེ་སྤྱི་ཚོགས་དྲ་ལམ་ན་ས་ཡ་མང་པོ་བལྟ་ཉེར་བྱུང་བ་རེད། ཁོ་རང་གིས་ནི་མི་སྐྱབས་ཡས་འདི་ལ་ཨའོ་སི་ཁྲུ་ལི་ཡ་གི་ནང་སྲིད་བློན་ཆེན་ཀྲོ་ནི་བྷྲིག་ལེ་ཞུ་དུ་ཁོང་གི་ཧར་སོང་དུ་ལ་བྷི་ན་ཨའོ་སི་ཁྲུ་ལི་ཡ་ནཱ་ལོ་ལ་ཨ་ནི་དཔའ་བོར་དངོས་གནས་ད་ད་ད་བུ་དི་རི་ཤ་ཟེར་བ་སི་རི་ཡ་ནས་ཡིན་པ་དེ་ཨ་ནི་ཁོ་རང་གི་ཚེ་སྲོག་ལ་མ་འཛེམ་པ་བྱས་མི་སྐྱབས་ཡས་བཅོས་མར་མེ་མདའ་བརྒྱབ་ཉེར་འདི་ཀ་ཡའི་བཅོས་མར་འོང་སྟེ

གྲོས་ཞུ་དགོས་འོང་དེ་འདྲས་བྱེད་རེད་པ་ཨ་ནེ་རྒྱ་མཚོ་དེ་སྙིང་རྗེ་མོ་ཞིབ་ཅིག་ཡོད་རེད་ས་བྱེད་མ་དེ་དཀར་པོ་བྱེད་རེད་པ་མི་མང་པོ་གཅིག་དེ་ལ་འཛོམ་བྱས་སྐྱིད་པོ་དང་ས་བྱུས་པ་འོང་དེ་འདྲས་རེད་ཤག། དེ་རིང་མཉམ་ཆུ་ཤོད་ཡའི་གསང་རྒྱུ་གཉིས་པ་དེ་ཨ་ནེ་རྒྱ་ནག་དང་འབྲེལ་བའི་གསང་རྒྱུ་ཞིག་རེད་ཤག་རེད་བ་ད་དེ་ཁར་གཏོར་ལབ་ཡོད་ན་ད་ལྟ་ཨ་རིའི་གི་བཟོ་ཚོང་ཁང་མལ་ཁྲ་ཟེར་བ facebook དང instagram གི་བཟོ་ཚོང་ཁང་ཆེ་ཤོས་ཤོས་རེད་བ་ཁོང་ཚོའི་གི་ཁར་བཤད་གཏོར་ལབ་ཡོད་ན་ཁོང་ཚོས་ད།

ད་དེ་ག་ནེར་དོ་ལབ་ཡིན་ན་རྒྱ་ནག་གི་དྲ་རྒྱ་ཞུ་དུར་བ Originated from Network in China རྒྱ་ནག་གི་དྲ་རྒྱས་ནི་ཁྱབ་བསྒྲགས་འདི་བཟོས་རྗེས་ནི་དཔེ་ཆ་ས་ཡ་མང་པོ་རྐུ་མ་བརྒྱབ་ཡོད་རེད། ད་ལྟ་མེ་ཆ་ཞེས་པ་འདི་ནི Facebook གི་ཁོང་ཚོའི་སྐམ་ནིར་བ་བཟོ་ཚོང་ཁང་དེ་ཧ་གོ་བྱས་ཡིན་ན་ད་ལྟའི་ཆ་ནས་ནི་ཁྱབ་བསྒྲགས་མང་པོ་ས་ཡ་མང་པོ་ཅིག་ནི་མེད་པ་བཟོས་ཡོད་པ་རེད་རྒྱ་མིས་བཟོས་རྒྱུ་འདྲ་རེད། གལ་སྲིད་ཁོང་ཚོའི་ཁྱབ་བསྒྲགས་དེ་ཚོ་མེད་པ་མ་བཟོས་པ་ཡིན་ན་ད་ཁོང་ཚོ་ལ་པའི་གྱོང་གུད་ཆེན་པོ་ཞིག་རག་འདུག་ཟུར་པ་ཁོང་ཚོའི་བཟོ་ཚོང་ཁང་ལ་ཁེབས་ཚེ་ཁེབས་ཚང་ཡོད་སྐྱོར་ཚང་མ་རྒྱ་མིས་ཁྱེར་འགྲོ་འདུག་ལ་དེ་ཤ་ཡི་གནས་ཚུལ་འདི་གསར་མ་རེད་ཟར་པ་ནི་དཔེ་ཟོག་དག་དེ་ཚོའི་ནང་ཁྱབ་ཆག་ཉི་མ་རྟག་པར་ལྟ་དེ་ཉན་ཡོད་རེད་ཟར་མི་ཡིན་ནའི་འདྲ AI ཟེར་བ་མི་སུས་རིག་ནུས་ནས་འདྲ་བསྐྱར་ཞིབ་བྱེད་དེ་ཉན་འདྲ་ཡོད་རེད་ཟར་བ་ཉི་མ་གཅིག་གཅིག་ཁོ་རང་ལ་ནི་ཁྱབ་ཆག་འདི་རྫུན་མ་བཟོ་སྐྱོར་འདི་ས་ཡང་མང་པོ་མེད་པ་བཟོ་བ་རེད་ཡིན་ནའི་ལས་ད་མདོ་ལས་ནི་རྒྱ་ནག་གི་འདི་བཟོས་མི་འདུག་ཅག་འདྲ་གི་ཁོང་ཚོའི་གི་ཀམ་པ་ནི་འདི་ལ་ནི་གྱོང་གུད་ཆེན་པོ་ཞིག་རག་འདུག་ས་ཨ་ནི་སྐབས་ནི་གཅིག་པོ་མ་རེད་ང་ཚོ་བེད་སྤྱོད་བཏང་ཉེན་ཡོད་རེད་པ་རྩད་གཅོད་པ་ཡིན་ནའི་ལས་ནི་གྱོང་གུད་ཆེན་པོ་ཞིག་རག་འོ་རེད། འོན་ཏེ་གོ་ལོ་ཁྱོན་ཡོངས་ཀྱི་དཀའ་ངལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་ས་ད་ལྟའི་ཆ་ནས། ང་ཚོ་ལྟད་མོ་ལྟ་དུས་ཙམ་པའི་ཁྱབ་བསྒྲགས་འདི་མང་པོ་ཞིག་གླེང་ཡོད་འདུག་ག་ཡང་བརྙན་ཐུང་ལྟ་དུས་ཙམ་པའི་འོན་ཏེ་ཨ་ནི། ཨ་ར་ཁྱབ་བསྒྲགས་འདི་ཚར་ཚར་བའི་རྗེས་སུ་གཅིག་གླེང་ཅིག་ཅིག་བྱེད་ལོས་འདུག་དེ་ཚོ་གླེང་མེད་ཡོད་མ་རེད་ལ་དེ་ཤར་བ་ཨ་ནི། མང་པོ་གཅིག་གིས་འདི་འདྲའི་དཔེ་ཆ་རག་རི་ལས་དང་འདི་འདྲའི་ཁྱབ་བསྒྲགས་བརྒྱུད་བྱས་ནས་གོ་བསྡུར་ཡོང་བ་རེད། ལགས་སོ། དེ་རིང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་ཤོས་ཀྱི་གསང་རྒྱུད་ཁ་ཤས་ཤིག་མཉམ་སྤྱོད་ཞུ་ཡས་ཀྱི་ལེ་ཚན་དེ་མཇུག་བསྡུ་ཡས་ཡིན། ལེ་ཚན་རྗེས་མའི་གནང་ག་ནང་ཚོ་ཡང་བསྐྱར་མཇལ་ཡོང་མ་མཇལ་བར་སྐུ་གཟུགས་ལ་ཐུགས་བཅག་གནང་རོགས་གནང། ཞུ་བདེ་བཅང་གོ། གཟིམས་ཆ་སྤྲོ་པོ་གནང་གོ། ཁ་ལི་ཤུ་ཨ།